ལས་ངན་བསགས་པ་ཡི་རྒྱུ་འཐུང་འབྲས་བུ་ཚེ་འདི་སྨིན་པའི་རིགས་ལྷ་ཡོངས་འཛོམས་སྐུ་འཛོམས་གཡོ་སྒྱུ་སྨད་འཚོངས་སུ་ལྷུན་ཞིང་མི་དགེའི་ལས་འབྲས་དག་གྱུར་ཅིག་བདག་ལ་མི་སྟོང་པ་རིགས་མཐར་བརྩེ་གྱི་ངེས་ཀྱི་མ་ར་ཅན་ངས་གང་བཤད་པ་དེའི་རྐྱེན་ལས་འགལ་རྐྱེན་མི་འགྱུར་གྱི་ཆེ་མཐོང་སོང་ཚེ་གང་བདེ་ཐོབ་པར་ཤོག་བདག་གི་མི་གཙང་སྤེལ་པའི་གསལ་སྣང་གི་སྒྲ་ཡིས་ཁུག་མ་གྲོགས་ཀྱི་བརྔན་པར་སོ།

བདག་དང་བཟང་ངན་ལས་འབྲས་གང་བཤད་ཀྱང་དེ་ཡི་རྡོ་རྗེའི་རིགས་དྲུག་སེམས་ཅན་གང། ཚེ་ཚེ་དབང་དང་གཉའ་ཐང་བསྟོད་པ་སོགས་དབྱར་གྱི་དཔལ་ཡོན་བཞིན་དུ་རྒྱས་པར་ཤོག་དེ་ལྟར་སྨན་པའི་དགེ་བའི་ས་བོན་གང། བླུན་པོའི་ལུས་ཅན་ཁམས་པའི་ཕོ་མོ་དག་ཚེ་འདི་སྐྱེ་ངན་སངས་ཆོས་སྟོང་བཀྲ་ཞིང་ཕྱི་མ་རྗེས་ཉིན་རང་གར་འཇའ་བར་ཤོག། ཞེས་པ་ལན་ལྔའི་རྣམ་སྨིན་གྱི་ལུས་སུ་ཤེས་པས་ཁམས་པའི་གཞན་ནི་འགའ་ཞིག་སྟེ་དཔེར་ན་ཆ་འདུལ་རྐུན་མ་དང་ནང་ཆེན་གྱི་ཁྲམ་པར་སྡེ་དགེའི་སྨད་འཚོང་མ་ཟེར་བ་དང་གཞན་ནུས་བུ་མོ་ཉུང་ཤས་ཤིག་གིས་དྲ་ཐོག་ནས་སློང་མོ་བྱེད་པ་དང་ཀླ་ཀློ་འགའ་ཞིག་ལ་ངོ་དགར་བྱེད་པའི་ཆེད་དུ་བདག་ལ་དམའ་འབེབས་ཀྱིན་དྲ་ཐོག་ཏུ་ཁུལ་མ་དང་ཨང་དྲུག་སློང་མོ་བྱེད་མཁན་རྣམས་ལ་སྙིང་རྗེ་ཆེན་པོའི་སྐུ་སྣེ་ལྷུང་སྟེ་བདག་ལ་བརྟེན་ནས་ཚེ་འདིར་འགྱོད་ཤུགས་ལྡན་ཞིང་མ་དག་པའི་ཞིང་དུ་སྐྱེས་པའི་སྨོན་ལམ་འདི་ནི་དུས་རབས་ཉེར་གཅིག་པའི་ཆོས་ལུགས་ཀྱི་སྙིང་པོར་ཁ་བཅད་གཏན་ལ་མི་བྱེད་པའི་དད་པར་བསྟོད་པའི་རྒྱ་ཁང་པ་ཐུབ་བསྟན་ཕུན་ཚོགས་དེའི་ས་ཡི་སྒོ་ལས་ལྷོ་མཐོའི་ལྷོ་ཕྱོགས་ཞི་བདེར་རྒྱ་མཚོ་ཆེན་པོའི་ཕ་རོལ་གྱི་གླིང་ཕྲན་རྒྱ་གར་ཆེན་པོ་ནིའུ་ཛི་ལན་ཏི་ཡུལ་གྲུ་ཆེན་པོ་བཅུ་གཅིག་གི་ཡར་རྒྱར་ཨོ་ཏཱ་ཀོ་ཡི་ཡུལ་གྲུ་ཁུ་སི་ཐན་གྱི་གྲོང་སྡེར། ཁ་བ་རམ་གྱི་གྲོང་ཚོ་ཆུ་བོ་བ་ཏ་ཨ་ཀ་ཏི་ཕུ་འགྲམ་ངོགས། རི་བོ་རི་མ་ཁར་བུའི་ཉེ་སྐོར་འགྲམ་ཁོངས་ཆེན་པོ་ཧི་ལི་ཐན་གྱི་ནང་དུ་ར་ཅོན་བཅུ་བདུན་པའི་ཤིང་འབྲུ་ཟླ་བ་བཅུ་གཅིག་པའི་ཚེས་ཉེར་བདུན་ཉིན་རེས་གཟའ་ཕུར་བུ་སྤྱི་ལོ་ཉིས་སྟོང་ཉེར་དགུ་རྩ་དྲུག་ལོ་ཟླ་བ་དུམ་བུའི་ཚེས་བཅད་ལྔར་ཉིན་གཅིག་ཉིན་གཅིག་ཉང་སྣང་བན་བུམ་ཞིག་གི